ད་ཡིན་ན་ཡང་ཨ་ནི་ཁོང་ངས་ག་རེ་གསུངས་འདུག་ཟེར་ན་ངས་མི་ཚེ་ལ། ད་ནི། དགེ་བའི་བཤེས་གཉེན་བསྟེན་ཚུལ་དེ་ཡག་པོ་ཅིག་བྱས་ཡོད། ཨོ། ད་ཐེག་ཆུ་ནི་བས་སོ་སོ་བླ་མ་ཡི་དམ། ལགས་པའི་ལགས་ཀྱི་ཡི་དམ་འདྲ་བོ་འདུག་ཆོས་སྐྱོང་སྲུང་མ་འདྲ་བོ་ག་འདི་ཅི་བས་ན་ག་ན་ག་ཅིག། སྔོན་གནས་ཀྱི་བླ་མའི་ངོ་བོ་ལ་བལྟས་ནས་བྱེད་པ་མ་གཏོགས་ཇི་དགེའི་བླ་མར་ཕར་བཞག་ནས་ཡི་དམ་ཧོ་རང་རང་བ་ཅིག་ཏུ་ལོག་ཨ་གསུངས་ཏེ་ཆོས་འབྱུང་མ་རང་རང་གི་ལུགས་ཨ་གསུངས་ཡང་དེ་འདྲ་མེད་གསུངས་ད་དོན་དག་འདྲ་བོ་དེ་དེ་འདྲ་གསུངས་འདུག་ཨ། གང་གཱ་བླ་མའི་ངོ་བོ། ད་བླ་མ་དེའང་གཅིག་སྔོན་གནས་རྒྱ་ཁྱབ་དེ་མ་གཅིག་དབང་ཆེན་རྡོ་རྗེ་འཕྲིན་བ་འདྲ་བོ་དེ་དང་དེ་འདྲ་གཅིག་དབང་བསྐུར་མཁན་དེར་སྐྱོན་ཆུང་ངུས་འཛིན་བདེ་བ་མ་ཡིན་པར་གོང་ཐོག་བསྟན་པའི་སྒྲོན་མེ་ག་རུ་བསྟན་པའི་དབང་ཆོག་རིན་པོ་ཆེ་ག་རུ་གསུངས་འདུག་ཟེར་ན། བླ་མ་དེ་ཁོང་གི་གཙོ་བ་བའི་དགེ་བའི་བཤེས་གཉེན་དགེ་རྒན་དེ་ཡིན་གསུངས་འདུག་ཟེར་སོ་ལ་ཨ་ནི་ཡོངས་འཛིན་དགེ་རྒན་ཕྱག་དཔེ་བྲིས་གནང་གི་འདུག་ཨོ་སྐལ་བཟང་གིས་སོ་སོ་དགའ་བདེ་ལ་ཀྱང་མ་བྱིན་འདོད་འོང་འདོད་འདོད་འདི་ཡིན་ན་ཡང་ཨོ་ལ་སོ་དགེ་རྒན་དང་རྗེ་རིན་པོ་ཆེ་ངོ་བོ་དབྱེར་མེད་ཅེས་གང་འགྲིག་ཅིག་བླ་མ་ཡི་དམ་ག་འདྲས་ཅན་རེད་བླ་མ་དང་རྗེར་མི་ངོ་ཡེ་མེད་དུ་བྱས་ནས་དགོངས་ཀྱི་ཡོད། ཨོ་ད་དེ་འདྲས་ཡིན་དུས། ཨ་འདི་སོ་སོ་མི་ལ་མ་ཆུས་བཤད་པ་ཡིན་ན་སོ་སོ་བཤད་ཀྱི་ཡོད་པའི་ཚོར་སྣང་ཅི་ཙམ་གཏོང་གི་མེད་ཟེར་སོ་སོ་གཉིས་ལ་རྗེ་རིན་པོ་ཆེ་དང་བླ་མ་ངོ་བོ་ཡེ་མེད་ཅིག་དེ་མ་བཞུགས་ན་དེ་མ་གསུང་གི་ཡོད་པ། ཨོ་དེ། ཨོ་དེ་འདྲས་བྱས་དུས་ཨ་འདི་ཕན་ཐོགས་རྒྱ་ཆེན་པོ་ཡོང་གི་འདུག། ཨ་འདི་སོ་སོ་ངོས་ནས་བློ་ལུས་ངག་ཡིད་བཟོད་ལག་མ་ལ་ཁེལ་ནས་དེ་འདྲ་བྱས་ནས་བྱས་འོང་དུས་སོ་སོ་དོན་དག་མི་ཚེ་གང་རུང་དཀའ་ངལ་མང་པོ་འཕྲད་སོང་སོང་འདུག་ཨ་ཡིན་ན་བསྟན་པའི་དོན་གང་གང་འགྲུབ་སོང་སོང་ནའང་དེ་སོང་འདུག་ཨ། ཨོ་དེ་ང་ར་ཚོ་ཉུང་བའི་ཐོག་ནས་སོང་བཞག་རེད་བ་དེ་འདི། ཨོ། དེ་ཚོ་ང་ར་ཚོ་ཟླ་ལྔ་རེད་དྲན་གྱི་འདུག་ཨོ་དེ་འདི་ད་དེ་ཚོ་ཡག་པོ་གྱིས་ནང་དུ་ཕྱིན།

དགོས་པ་གཞན་ཡང་མང་དུ་མཐོང་བས་ན། སེམས་ཀྱི་དགའ་བ་འདི་ལྟར་སྤྱད་ན་ལེགས། ཨོ། ད་དེ་རྩོམ་པ་ཐམས་ཅད་དེ་གཞན་དུ་མི་འདྲ་བ་ཅིག་གསུངས་འདུག། ད་འདི་རྗེ་རིན་པོ་ཆེ་རང་ཉིད་ཀྱིས་མེད། ཨོ་ལ་སོགས་ཐོས་བསམ་སྒོམ་གསུམ་གྱི། ཨ་ནི་པའི་མཛད་པ་མང་པོ་ཅིག་མཛད་ཞེས་པ་གང་གཱ་འདི་རྣམས་ལ་འདུས་འོང་དུ།

ང་ནི་ག་རེ་ཟེར་ན། ཁོ་དགེ་རྩ་ཆེན་པོ་གྱི་ཐོག་འགྲོ་ཡ་གྱི་རུ་བ་རྗེས་སུ་ཡི་རང་གི་ཡན་ལག་ཟེར་ཏེ་འོ་དེ་ཡིན་དུས། ད་ང་རང་ཚོ་རྗེས་སུ་ཡི་རང་དེ་གནས་ཀྱང། ཡན་ལག་བདུན་གྱི་ཉམས་ལེན་གྱི་ནང་ནས་རྗེས་སུ་ཡི་རང་གི་ཡན་ལག་དེ་དེ་ནི་ཞི་དྲག་གི་གལ་ཆེན་པོ་དང། ཨ་ནེ་ལག་དོན་དུ་ང་ཚོ་སློབ་གཉེར་བ་ལ་དཔེ་གལ་ཆེན་པོ་རེད། ང་ཚོ་ལོ་ཉེ་བར་ཤ་མ་བྱེད་ཡིན་པ་ཡིན་ན། བྱི་བ་བྱི་བ་གི་གྱི་མཆོད་པ་རྒྱ་ཆེན་པོ་ཕུལ་ཡ་དང། གཏོང་སྒོ་རྒྱ་ཆེན་པོ་གཏོང་ཡ་དང་དེ་འདྲའི་ཚུལ་ན་ས་ཡ་གི་གོ་ས་ཁས་ཡོག་མ་རེད་པ་ཞིག་ར། དེ་ཡོག་མ་རེད་དེ། འོ་ལ་སོ། དགེ་འདུན་ལ་བསྙེན་བཀུར་ཞུ་ངེས་སྦྱིན་བདག་རེད། འོ་དེ་ཚོ་ཐམས་ཅད་ལ། ཉི་མ་རྟག་པ་རེ་བཞིན་གྱི་བསྙེན་བཀུར་ཞུ་དེ་ངས་མང་པོ་ཡོང་གི་འདུག་དེ་ཚོ་ཐམས་ཅད་ལ་རྗེས་སུ་ཡི་རང་རེ་རེད།

ཁོ་གང་ཟག་གཞན་གྱི་དགེ་རྩ་ལ་རྗེས་སུ་ཡི་རང་བྱེད་འོང་དུས་རང་དང་རྟོགས་པ་ཕ་ཇོ་དེ་རང་ནས་རྟོགས་པ་སྨྲ་བ་ཅིག་ཡིན་ན་དཔེ་ནི་ཉིན་གཙང་འདྲ་བོ་ཐུག་གི་རེད། དཔེར་ན་ད་ང་རང་ཚོ་དྲ་རྒྱ་གཏོང་མཁན་འདྲ་བོ་བྱས་འདུག་དགེ་འདུན་ལ་ཉེས་སྐོལ་ཞུ་མཁན་འདྲ་བོ་ཆགས་བཞག་ན་དེ་གཏོང་གོ་གཏོང་མཁན་དེ་རང་ནས་རྟོགས་པ་སྨྲ་བ་ཅིག་ཡིན་ན། དེར་རྗེས་སུ་ཡི་རང་ཡག་པོ་བྱེད་འདུག་མ་ལག་ཅིག་རྒྱག་ཤར་བ་ཡིན་ན། ང་ལ་ཟུར་ཟུར་གྱི་དྲ་རྒྱ་གཉིས་གཏོང་ཡང་གི་དགེ་རྩ་འདྲ་བོ་དེ་ཐོབ་གི་ཡོད་རེད། དེ་བར་སྐྱོར་དེ་མཉམ་པར་གྱིས་ཡིན་ན་མཉམ་པར་གྱིས་ཐོབ་གི་ཡོད་རེད། ཨ་ནེ་ཨོ་ལགས་སོ་ལྷག་པར་གྱིས་ཡིན་ན་ད་དེ་ཡི་ཕྱེད་ཀར་གྱིས་ཐོབ་གི་ཡོད་རེད། ཨོ་ཐུགས་ཟེར་སོང་རེད་བ་དེ་ཡིན་དུས་དཔེ་མི་སྲིད་པ་རེད་བ་ད་གང་རེད་ཟེར་ན། དགུང་ཐོག་བསྟན་པའི་སྒྲོན་མེ་གི་ལག་ཆ་རྡོ་སྒོམ་ནང་ལ་སོང་རེད་ཉག་གཅིག་དགེ་ཆེན་གྱིས་འདོད་ན། རྗེས་སུ་ཡི་རང་རང་སྒོམ་ཞེས་ཡོད་ཚད་སྐྱབས་མགོན་ཐམས་ཅད་མཁྱེན་པ། སྟེང་གི་ཡང་ནམ་རྒྱུན་ནི་དེའི་བྲང་ནང་དུ། བ་དེ་སོ་སོ་པའི་ཉེ་ས་རྣམས་ལ་རྐང་བརྐྱང་ལག་བརྐྱང་བྱས་ནས་ཉལ་ནས་དགེ་བ་རྒྱ་ཆེན་པོ་གྱི་འབྲུ་ཉེར་དྲུག་གིས་བསྡུ་ན། རྗེས་སུ་ཡི་རང་དེ་སྒོམ་འདོད་ན་ཡག་རེད། དེ་ལས་སྟོབས་ཆེ་བ་ཅི་ཡོད་མ་རེད། འོ། འདི་རྣམས་ལ་གསུངས་དོན་འབད་པ་ཆུང་ངུ་གི་བླ་ཆེན་ཚོགས་རླབས་ཆེན་པོའི་ཚོགས་འདུའི་དུས་རེད། དེ་ཡིན་ཙང་ང་རང་སོགས་དགེ་བ་ཐམས་ཅད་ཀྱི་ནང་ནས་དགེ་ལ་རྗེས་སུ་ཡི་རང་བྱས་ཏེ་མཆོག་ཡིན་གསུངས་འདུག། སྔོན་གྱི་རིན་པོ་ཆེ་གི་ཡོལ་བ་ཉམས་ལེན་དེ་འདྲའི་གནང་གི་ཡོད་རེད་བ་བ་དེ་བྱས་དུས། འོ་ལ་སོ་རྗེ་རིན་པོ་ཆེ་གི་ལག་ལེན་ཆེན་མོ་གི་ད་ལྟ་ཡན་ལག་བདུན་པའི་ཁ་དོག་དེ་ལ་གང་ཟག་ལྔ་ཡི་དགེ་བ་ལ། དབུལ་པོའི་གཏེར་ཉམས་པ་ལྟ་བུའི་དབུལ་ནད་པའི་དགའ་བ་སྒོམ་དགོས་གསུངས་དོ། རྗེས་སུ་ཡི་རང་བྱེད་སྟངས་དེ་འོ་ཁོ་དབུལ་པོའི་གཏེར་རྙེད་པ་ལྟ་བུ། ང་རང་ཚོ་དཔེར་ན་ཉི་མ་མང་པོ་བྱས་ལ། ལ་སོགས་སྐྱ་ལག་འདྲ་བར་གལ་ཆེན་པོ་གྱི་པར་བཀླགས་ནས། ཨ་དེ་ཚོའི་གསར་དུ་རྙེད་འོང་དུ་གང་དགའ་བ་ག་འདྲ་བྱུང་བ་རེད་བ་དེ་འདྲའི་ཅིག་བྱས་ནས་དགའ་བ་སྒོམ་དགོས་རེད་མ་གཏོགས། ཡག་པོ་རེད་ཟེར་ནས་ཨ་ནེ་ཅིག་ལབ་པ་ཙང་རྗེས་ཕན་མ་རེད་བ་ཁོ་བསམ་པ་ཐག་པ་ནས་འོང་ཐུགས་གཟིགས་བྱས་ནས། ད་མ་གཞི་ང་རང་སོགས་རྗེས་སུ་ཡི་རང་དེ་ལ། བསྟོད་པ་བསྐུལ་བ་བསྔགས་པ། དེ་འདྲ་བསྟོད་བསྐུལ་བསྔགས་གསུམ་མང་པོ་ཡོད་བ་དང། འོ་དེ་རེད། འོ་ད་སྐབས་ཉིན་པ་ནས་དེ་ནི་བས་རྗེས་སུ་ཡི་རང་གི་སྒོ་ལམ་སྲུང་ཞེས་པ་དེ་རུ་རང་བྱས་གང་རུང་གི་དགེ་རྩ་ལ་དགའ་བ་བསྒོམ་པས་ཨ་ནི་དེ་བཞིན་གྱིས་ལ་མངོན་ཏོ། འོ་དེར་བ། འོ། དེ་འདྲ་བྱས་ཏེ་རྗེས་སུ་ཡི་རང་གོ་ཡང་དེ་བས་གལ་ཆེན་པོ་རེད་དེ་ནི་ལྷག་དོན་དུ་སོ་སོ། འོ་ལ་སོ། ཅིག་འགྲན་ཟླ་ཚད་དེ་ས་འདྲ་བ་ཅིག་ཡོང་གི་རོགས་ད་ལོ་ཉེ་བར་ནང་ཕན་ཚུན་ལ་འགྲན་ཟླ་ཡོང་གི་རེད། ཨ་རེ་དེ་འདྲའི་ཡོང་སྐོར་བ་དང་འདྲ། འགྲན་ཟླ་འདྲ་པོ་ཚེ་འདི་ཟ་བ་དེ་ཟ་ཐང་ཅན་ལ་ཡིན་གཅིག་མི་གཉིས་དང་དཔེ་ཆ་ལྟ་སྲིད་གཏོང་འདོད་ད་ཁ་ཁ་རེད་བ་ཀོ། ང་ཤུགས་ཆེན་པོ་བཏང་དགོས་རེད་ཁོ་ག་རེ་ཟ་རིག་པའི་རྩོད་རྒྱག་དགོས་རེད་དེ་དུས་རྒྱུན་དུ་ཁོ་རང་གིས་དཔེ་ཆ་ཡག་པོ་བལྟ་ཡག་དང་ཀུན་སྤྱོད་ག་རེ་ཡག་པོ་གནང་དགོས་ན་དེ་ལས་རྗེས་སུ་ཡི་རང་ཆེ་བ་མ་གཏོགས་ཅི་གི་ཨ་ནི་ཕྲག་དོག་བྱེད་འདོད་ན་ད་དེ་ལས་སྡུག་སུ་ཡོད་མ་རེད་ད་ང་རང་ཚོ་མང་ཅང་ཕྲག་དོག་གིས་ཕུང་དགོས་རེད་ད་མཁས་པ་མང་ཅང་ཕྲག་དོག་གིས་ཕུང་བ་རེད། མཁས་པ་ནང་ལ་མི་འཁྲིད་པ་དཔེ་མང་པོ་ཡོང་སྡད་ཀྱི་འདུག་ཨོ་དེ་ག་རེ་བྱས་རེད་ཟེར་ན་དེ་ཕྲག་དོག་རེད། ཕྲག་དོག་གི་དཔུང་སྡེ་རེད། དེ་སྐྱོན་ཆེ་ཤོས་དེ་རེད་ད་བར་ད་ཕྲག་དོག་ནི། དགེ་རྒན་ནང་ཕན་ཚུན་ཡིན་ན་འདྲ་བླ་མ་ནང་ཕན་ཚུན་ཡིན་ན་འདྲ་གྲྭ་བ་ནང་ཕན་ཚུན་ཡིན་ན་འདྲ། ཨོ་ཡོན་ཏན་བཅས་སུ་འདྲ་སུ་འདྲ་ཡིན་ན་ནང་ཕན་ཚུན་ཕྲག་དོག་དེ། ཁོ་སྨན་པའམ་དབུལ་པོ་འདྲ་བོ་ཅིག་ཡིན་ན་ཕྲག་དོག་སུ་ག་ཡོད་མ་རེད་དེ་ཕྲག་དོག་མེད་དུས་ཀ་བློ་ལྷོད་ལྷོད་ཀྱིས་བསྡད་ཆོག་འདུག་ཨ། འོ་དེ་ཅི་སྟེ་བྲག་རྡོ་དེ་དཔེ་མི་སྲིད་པ་དང། མོ་ནི་བྲག་ནི་དཔེ་ལྟར་སེམས་དཀྲུག་ངེས་འདུག་ཅག་ཞི་བ་ཅི་རིགས་པ་བས། སོ་སོ་འགྲན་ཟླ་ཅི་བདེ་ས་ཅི་ནམ་རྒྱུན་དུ་བྲག་རྡོ་ཅི་བདེ་ས་ཅི་མི་གཅིག་གི་ཕ་ཁྱོ་ཡག་པོ་འདྲ་བོ་བྱས་བ་ན། ད་དེ་ལ་སྨད་ནས་སོ་སོ་བྲག་རྡོ་རྒྱ་ཆེན་པོ་ཅིག་ལོངས་འདུག་ག་ལ་ཕ་ཁྱོ་གས་ནོན་མ་རུང་སོ་སོས་སེམས་འཁྲུག་དེ་གི་རག་ཉི་མ་ཁ་ཤིག་ཅིག་ལོ་མི་དེ་ཤེས་བྱ་དེ་དེ་ལྟར་བྱུང་དེ་སོ་སོ་ལ་རག་འགྲོ་གི་རེད། དེ་ག་ལ། ཨ་ནི་གཞན་གྱི་དགེ་རྩ་ལ་ཕྲག་དོག་བསྐྱེད། ཨེ་ནི་སེམས་དཔའ་མ་རབ་འབྱམས་དུ་དེ་ག་ལ་རང་གི་དགེ་རྩའི་དགེ་རྩ་མ་ཟད་འགྲོ་རེ་སོང་དུ། ཨོ་དེ། ཡི་རང་བྱེད་ཡ། ཡི་རང་བྱེད་ན་ཡང་འཕེལ་གི་རེད་བ་ཡིན་མི་རུང་དགོངས་ན་མ་མ་འགྲིག་པའི་སྐོར་རེད། དེ་ཁོ་ཆོས་ཉིད་རེ་སོང་དུ། ཨོ་དེ་བྱེད་དུ་ཡིན་ཅི་མི་ཡིན་ཡག་པོ་ཅིག་གནང་དགོས་རེད། ཨོ་དེ་ང་རེ་ད། རེ་བ་འདྲ་བོ་ཞུ་གི་ཡོད་ག་ལ་ཟེར་ན་ང་རང་ཚོ་དེ་འདྲས་འདུག་བ། དེ་ནས་བླ་མ་དགྲ་བོ་དགེ་ཞིང་དགྲ་བོ་དག་བརྩི་བར་དེ་འདྲའི་ཡོན་ཏན་ཅན། སུ་འདྲ་ཅི་ཡིན་ན་ཀོ། དེ་ག་འདྲས་ཡོད་རེད་ཟེར་ལ་དུས་ག་ལ་དང་པོ་ཁོ་རང་ནི། ཅིག་ཅིག་ཡོད་རེད་ཟེར་ནས་དང་པོ་ཁོ་རང་སྐྱོན་གྱི་ཕྱོགས་ནི་བརྗོད་འོང་དང་ཡོན་ཏན་མ་བརྗོད་ཡ་ཁྱོད་ལ་ཐེ་ཆུ་ནས་ཡག་པོ་ཡོད་མ་རེད། ཡོན་ཏན་བརྗོད་དགོས་གི་རེད་ད། སྐྱོན་འདི་སོ་སོ་གི་བརྗོད་དགོས་མ་རེད་སྐྱོན་བརྗོད་མཁན་གང་དུ་ཡོད་རེད་བ། ཕ་མཆོག་གི་ཡོན་ཏན་ཅིག་བརྗོད་ཅེ་ན་སོ་སོ་ལ་ཁེ་སོང་གང་འདྲ་ཡག་པོ་ཐོག་འགྲོ་རེད་ར། ང་བག་ཐེབས་ཅིག་རེད་ཨ་ནི། དཔེར་ན་ང་རང་ཚོ་སྤྱི་ཚོགས་ནང་ལ་འདུ་བ་དེ་ནི། མི་གང་འདྲ་ཅིག་ཡིན་ན་ཁོ་དེ་ཤི་ཚར་དུས་ག་རེ་གཞི་ནས་ཡོན་ཏན་དེ་བརྗོད་འོང་ད། ཁོ་ཡག་པོ་རེད་དམ་མི་ཡག་པོ་རེད་སྤྱི་ཚོགས་ནང་ཅི་ཅི་ཡག་པོ་ཡོན་ཏན་ཡག་པོ་བྱས་རྗེས་ཆེན་པོ་ཅི་བྱས། མ་བྱས་ཁོ་ན་ཆུ་བཤད་ངེས་ཡོག་མ་རེད། དེ་ལྟ་དེ་ག་རེ་རེད་འདུག་ཟེར་ན་ངས་དེ་བརྟག་དཔྱད་མང་པོ་བྱས་ཡིན་རོགས་ད་མི་ཤེས་དགོས་ཡ་དེ། འབྲེལ་མེད་དོན་གཞན་ཅི་ཡིན་ན་དེ་ཤེས་ཀྱི་མི་འདུག་ཨ། དེ་མི་ཤེས་དགོས་ཡ་དེ་ག་རེ་ཟེར་ན། རང་དོན་ཡིད་བྱེད་དང་ཕྲག་དོག་དེ་གཉིས་ཀ་རེད་འདུག་ཨ་ད་དེ་བཀག་དེ་གི་དེ། དེ་ལྟ་བ་ད་དེ་ཡིན་དུས་གཞན་འགྱུར་ཕུན་ཚོགས་གཏོང་ཚེ་མི་བཟོད་པ། འོ་བདེ། མ་རིག་ཐུམ་འབུའི་ཁོང་དུ་མངོན་བཞིན་ཅིང། རྗེས་འཇུག་ཕུན་ཚོགས་མཐོང་ཚེ་མི་བཟོད་པ། གདུག་པའི་དུག་གིས་མྱོས་ཏེ་ཁྱབ་མཛད་པའི། ཕྲག་དོག་སྦྲུལ་གྱིས་འཇིབ་པར་བསད་དེ་བྱ་དགའི་རོལ་བ་བསྟན། འདི་ལྟར་ཕྲག་དོག་བསྟན་ལ་སྐྱོན་ཡག་པོ་བརྟག་ན་ནི་དེ་ཡག་ཤོས་དག་མྱ་ལན་གྱི་གནས་སྐབས་ཀྱིས་དེ་ནས་འདུ། འོ་བདེ། དེ་ཕྲག་དོག་མི་སྐྱེ་བར་བྱེད། འོ་བརྒལ་ལ་རྗེས་སུ་ཡི་རང་མཆོག་ཏུ་གསུངས། དེ་ནས་ཁྱད་པར་རང་གི་སྔོན་རྗེས་དགེ་བ་ལ་སློང་གསོན་བྲལ་བའི་དགེ་བ་ཆེ་བརྒྱད་ནི་སྔོན་རྗེས་དགེ་བ་ཀུན་ཏུ་འཕེལ་ལོ་གསུངས། འདུ་བ

མངོན་པའི་ང་རྒྱལ་དང་བྲལ་བ་ངའི་ཅི་འཇོན་དུ་ཡོད། ངའི་ཞི་བའི་ཆེ་ཞེས་ཡོད་ཟེར་ནས་ང་རྒྱལ་བྱེད་འདོད་ན་ཡང་དགེ་བ་འཕེལ་གྱི་མ་རེད། དེ་ལྟར་རློམ་སེམས་བཀྲ་བའི་དགའ་བ་བྱེད་ཅེས་ན། ཨ་ནི་སྔོན་རྗེས་དགེ་བ་གང་དང་གང་དུ་འཕེལ་ལོ་གསུངས་དོན། རྒྱ་བོས་གསུངས་འདུག་ཨོ་དེ་དགོངས་པ་འགྲོ་ཡག་གི་ཆེད་དུ་ཨ་ནི་དགོས་པ་གཞན་ག་རེ་ཟེར་ན་ང་རང་སོ་ད་རྗེས་འཇུག་དུ་ཟོག་གི་རྗེ་རིན་པོ་ཆེས་རྣམ་དག་གང་དྲིས་ཅིག་བསྐྱངས་འདུག་ཨོ་དེ་ཧ་གོ་ཡག་དེ་ལ་ཡང་ཁྲིད་ཡག་གི་ཆེད་དུ་རེ་བའོ་དེ་ཡིན་ཙང་ནི།

ཨོ་ལགས་སོ་དང་ལེན་འདྲ་བོ་ཞུ་ཐུབ་གི་མི་འདུག་ག་རེ་ཟེར་ན་ང་འདི་ནམ་རྒྱུན་ནས་དྲི་བ་བཏང་དེ་ང་འདྲ་བ་དེ་འདྲ་འབྲེལ་བ་ཡོང་གི་དཔེ་མང་པོ་ཡོད་དེ་ནས་དེ་རྣམ་པ་ཐམས་ཅད་ལའང་ནི་ངས་ཏག་ཏག་དང་ལེན་ཞུ་ཐུབ་གི་ཡོད་མ་རེད་ལན་རྒྱག་ཡག་དེ་ངོ་མི་འདུག་ཨ་ནས་མང་པོ་ཅིག་བྱས་དུས་འདི་རྣམས་ལ་འགག་འགག་བསྡད་གི་འདུག་ཨོ་དེ་བྱས་དུས་ནི་དེ་ཚོ་གང་གང་ལ་དགོངས་དག་ཐུག་དེས་ཨོ་ཞུ་ཡ་ཡིན་ཨ་ནས་འདི་དྲི་བ་བཀའ་འཁྲོལ་འདྲ་བོ་དེ་འདྲ་གནང་གིན་གནང་ཡོད་ན་ནི་འདི་ཚོགས་གཙོ་ལགས་ཀྱི་དགོངས་པ་རེད་ནི་དེ་ལ་ཅི་ཡང་དྲི་བ་དྲིས་ལན་གནང་ཡག་གི་དུས་སྐབས་དེ་འདྲ་ཞག་གི་ཡིན་ཕུག་གི་ཡིན་ཨོ་དེ་ག་ལ་ནི་དྲི་བ་གནང་བ་ན་འགྲིག་གི་རེད།